བླ་མ་མཆོག་དང་སྤྱན་རས་གཟིགས་མགོན་ལ་རྟག་ཏུ་སྒོ་གསུམ་བཀུར་པས་ཕྱག་འཚལ་ལོ། དེ་འདྲ་གསུངས་པ་རེད། ཆོས་རྒྱུན་མཛད་ས་དེ་ཡང་སྤྱན་རས་གཟིགས་རེད། ཨ་ནི་རྒྱུགས་དུ་བསྔོ་བ་བྱས་ཏེ་རྒྱུགས་དུ་སྨོན་ལམ་བྱེད་པའི་སྐབས་ལ་ཡང། ཨ་ནི་འགྲོ་བ་སེམས་ཅན་ཐམས་ཅད་དེ་སྤྱན་རས་གཟིགས་དང་མཚུངས་པར་ཤོག་ཟེར་སྨོན་ལམ་བྱས་པ་རེད། ཡིན་ཙང། ཨ་ནི་དེ་ལ་ཡང་དགོས་པ་དམིགས་བསལ་བ་དགོས་པ་མ་འདྲ་བ་ཅིག་ཡོད་རེད། ག་རེ་ཡོད་རེད་ལབ་ན། ཨ་ནི། རྒྱལ་སྲས་ལག་ལེན་སོ་བདུན་ཟེར་བ་གི་གཞུང་འདིའི་བརྗོད་བྱ་གཙོ་བོ། ག་རེ་ལབ་ཀི་ཡོད་པ་རེད་ལབ་ན་རྒྱལ་སྲས་བྱང་ཆུབ་སེམས་དཔའི་ལམ་ཉམས་ལེན་གྱི་རིམ་པ་བསྟན་གི་ཡོད་པ་རེད་རྒྱལ་སྲས་བྱང་ཆུབ་སེམས་དཔའ་ཟེར་ན་ག་འདྲས་ཞིག་ཡོད་རེད་ལབ་ན་སྙིང་རྗེ་ཆེན་པོ་གཞན་དབང་དུ་གྱུར་བ། ལུས་ངག་ཡིད་སེམས་ཀྱི་བྱ་བ་སྤྱོད་པ་ག་འདྲ་ཟིག་བྱེད་ན་ཡང་སྙིང་རྗེ་ཆེན་པོ་གི་སྐུ་ནི་ལྷང་སྟེ་བྱེད་ཀི་ཡོད་མཁན་དེ་འདྲ་གཅིག་ལ་རྒྱལ་སྲིད་བྱང་ཆུབ་སེམས་དཔའ་ཨ་སི་ལབ་ཀི་རེད། མདའ་འཕགས་པ་སྤྱན་རས་གཟིགས་ལ་བས་ཏེ་སྙིང་རྗེ་ཆེན་པོ་ནི་ལྷ་སྐུ་རྣམ་པར་ཤར་བ། སངས་རྒྱས་ཐམས་ཅད་ཀྱི་སྙིང་རྗེ་གཅིག་ཏུ་བསྡུས་པ་དེ་ནི་དེ་འདྲ་གཅིག་ལ་སྤྱན་རས་གཟིགས་ལབ་ཀི་ཡོད་རེད། ཡིན་པ་ཡིན་ཙང་རྒྱལ་སྲས་ཐོགས་མེད་བཟང་པོ་ཁོང་གིས་རྒྱལ་སྲས་ལག་ལེན་གསོལ་སྟོན་མ་བརྩམས་པའི་ཆོས་བརྒྱུད་ལ་སྤྱན་རས་གཟིགས་ལ་མཆོད་པར་རྗེས་འཇུག་ཏུ་དགེ་བ་བསྔོ་བའི་སྐབས་ལ་ཡང། ནི་འགྲོ་བ་སེམས་ཅན་ཐམས་ཅད་དེ་སྤྱན་རས་གཟིགས་དང་མཚུངས་པར་ཤོག་ནི་སྨོན་ལམ་དེ་འདྲས་ཅིག་བརྒྱབ་པ་རེད། སྨོན་ལམ་དེ་འདྲས་ཅིག་བརྒྱབ་པའི་རྒྱུ་མཚན་དགུ་པ་འདྲ་བོ་དེ་ག་རེ་ལབ་ན། མདོར་ན་སྙིང་རྗེ་ཆེན་པོ་ནི། ནི་རྒྱལ་སྲས་བྱང་ཆུབ་སེམས་དཔའི་ལམ་གྱི་སྲོག་ཤིང། རྒྱལ་སྲས་བྱང་ཆུབ་སེམས་དཔའི་ལམ་གྱི་གཞུང་རྟ། ཡོད་ན་མེད་ན་དེ་སྙིང་རྗེ་ཆེན་པོ་རེད། སྐབས་འདི་ལ་དེ་འདྲ་ཅིག་བསྟན་གྱི་ཡོད་པ་རེད། ཐུགས་རྗེ་ཆེ་ཞེས་བརྗོད་ཡིན།